འདི་བྱིས་སྒྲུང་འདིའི་ནང་ལ་ཡོད་རེད་དེ་ལོ་རིམ་གསུམ་པ་རེད་ཨེ་ནི་ད་འདུག་ལོ་རིམ་དང་པོ་ནི་བཞི་བ་བར་ཡོད་རེད་ཨེ་ནི་དེ་རིང་ངས་ལོ་རིམ་གསུམ་པའི་ནང་ལ་ཨ་ནི་ལེའུ་བཞི་བཞི་ལྔ་བར་རང་དོན་ཅན་གྱི་གྲོགས་པོ་ཟེར་བ་ཞིག་ཀློག་ཡིན་ད་བསམ། མ་འགྲོ་ཞེས་ནི་ཉན་རོགས་གནང། སྔོན་མ་ངོ་མ་ཨ་ནི་ཞི་མི་ཞིག་ཨེ་ནི། རི་དྭགས་སེང་རྒྱན་གྱི་ཨེ་ནི་དྲ་སྙིང་ཅིག་ན་ཚུད་ཡོད། རི་འདིའི་ར་འདིའི་འགྲམ་ལ་ནི་ཙི་ཙི་ཞིག་བྲིས་ཡོད་རེད། ཙི་ཙི་དེའི་ར་ཞི་མི་ཞི་མི་དེ་གྲ་སྙིང་ཚུད་ཚུད་ཡོད་པ་མཐོང་གོང་རེད། སྐབས་དེར་འདི་འདི་བྲིས་དུས་ལ་ནི་ཨོ་ནེའུ་ལེ་ཞིག་ཀྱང་ཙི་ཙི་བྲིས་ལ་ཡོང་ཡོང་གི་ཡོད། ནེའུ་ལེ་དེ་ནི་ཙི་ཙི་ཁྲི་ལ་ཡོང་གི་ཡོང་གི་ཡོང་གི་རེད། ནེའུ་ལེ་དེས་ཙི་ཙི་དེ་བསད་འདོད་ཡོད་པ་རེད། ཙི་ཙི་དེ་ཡར་ལྟ་དུས་ཤིང་སྡོང་སྒང་ལ་འུག་པ་ཞིག་གིས་ཀྱང་ཁོ་ལ་བལྟས་ནས་བསྡད་ཡོད་པ་མཐོང་བ་རེད། ནེའུ་ལེ་གྲྭ་རྙིང་ཉེ་འགྲམ་ལ་སླེབས་པ་མོ་གྲྭ་རྙིང་ཡོད་སར་རང་ལ་ཡོང་ནུས་ཀྱི་མེད། གང་ཡིན་ཟེར་ན་ཁོ་གྲྭ་རྙིང་ནང་ཚུད་འདོད་མེད། སྐབས་དེར་ཙི་ཙི་དེས་བསམ་པར། གལ་སྲིད་རྔོན་པ་ཡོང་ནས་ཞི་མི་དེ་བསད་ནས་ཁྱེར་བ་ཡིན་ན་ནེའུ་ལེ། ཡང་ན་འུག་པས་ང་བསད་ནས་ཟ་སྲིད་པ་རེད། ཁྲེལ་ནས་ཁོ་ཞི་མི་ཡོད་སར་ཤི་སྟེ་ཅོ་ཞི་མི་ང་ལ་ཉོན་དང། གལ་སྲིད་ཁྱེད་ཀྱིས་ནེའུ་ལེ་དང་འུག་པོ་གཉིས་ཀྱི་ས་ནས་ངའི་སྲོག་བསྐྱབས་རྒྱུའི་དམ་བཅའ་བྱས་ན་ངའི་དྲ་ཉིན་འདི་བཅས་ཆོག་ལབ་པ་རེད། ཞི་མིང་གིས་མོས་མཐུན་བྱས་མ་ཐག་ཙི་ཙི་དེས་དྲ་ཉིན་ལ་སུ་ཡང་གཅེས་རྒྱུ་འགོ་ཚུགས་པ་རེད། སྐབས་དེར་དུ་ཁོ་གཉིས་ཀྱིས་རྔོན་པ་དེ་ཡོང་གི་ཡོད་པ་མཐོང་བར་བརྟེན་ཙི་ཙིའི་དྲ་ཉིན་ལ་མགྱོགས་པོ་མགྱོགས་པོ་སོ་བརྒྱབ་པ་རེད། རྔོན་པ་ཁོ་ཚོ་ཡོད་སར་འགྲོ་གྲབས་བྱེད་དུས་ཙི་ཙི་དེས་དགྲ་གཉེན་བཅས་ཐུབ་པ་རེད། ཞི་མི། ཞི་མི། ཞི་མི་དེ་ཡིས་ཙི་ཙི་དེ་མ་བརྒྱབ་པར་ལམ་སང་བྲོས་ཕྱིན་པ་རེད། ནེའུ་ལེ་ཡང་བྲོས་ཕྱིན་པ་རེད། འུག་པ་དང་འུག་པ་དེའང་བྲོས་ཕྱིན་པ་མཐོང་དུས་ཙི་ཙི་དེ།

ཁྱེད་རང་ལ་གྲོགས་པོ་བསྒྲིགས་ནས་བསྐྱབས་པ་དེ་གཙོ་བོ་ང་རང་གིས་སོ་བསྐྱབ་རྒྱུའི་ཆེད་དུ་ཡིན། ད་ཁྱེད་རང་སོ་སོའི་ནང་ལ་ལོག་རྒྱུ་ཞེས་ལབ་པ་ལས། སྒྲུང་འདིའི་བསླབ་བྱ་ནི་རང་འདོད་ཅན་གྱི་མི་དང་གྲོགས་པོ་བསྒྲིགས་མི་ཉན། བོད་ཀྱི་གཏམ་དཔེ། རང་བསམ་རང་གིས་གཏོང་བ་ལས་མི་མཁས་རྗེས་སུ་འབྲངས་མི་ཉན། ཅེས་དང།